ཡར་རྒྱུགས་ལས་ཚང་མ་ལ་དེ་ནས་ང་དགེ་སློང་བློ་བཟང་བསྟན་འཛིན་དེ་ནས་ཉེ་ཆར་དེ་ག་དབྱངས་སྐྱབས་ཕེབས་པ་མ་ཐུར་བྱེད་ཆེ་ཞུན་དེ་ནས་ད་དབྱངས་དེ་ནས་ཏུས་རིན་པོ་ཆེའི་སྟེང་ན་དབྱངས་བཅར་བ་དེ་ནས་མ་དགའ་བསུ་ཆེན་པོ་ཞུན་དེ་ནས་ད་དང་དེ་ནས་ད་ངེད་ཅག་མང་པོ་ཞིག་གིས་དེ་ནས་འབར་འཛག་གུ་རུའི་སྐོར་ལ་དེ་ནས་ཉུང་ངུ་ཅིག་བརྙན་ཐུང་ཞིག་ཅོ་ཟེར་རེ་ད་ཅིག་གི། རེ་སྐུལ་མང་པོ་ཞིག་བྱས་ཏེ་ང་རྟགས་གསར་ཚུགས་པ་དེ་ནས་ངེད་ཅག་ལན་ཅིག་ཕུལ་མ་མྱངས་དེ་ལ་དགོངས་པ་བཞིན། སྤྱི་བཏང་གིས་དེ་ནས་ང་བདག་དེ་ནས་བཏངས་པས་དེ་ནས་ཚེ་སྤར་བཅུ། ཚེ་ཞུ་བ་དེ་ནས་ང་སྤྱི་བཏང་གུ་རུ་རིན་པོ་ཆེ་དེ་ནས་ལོ་རྒྱུས་རྣམ་ཐར་དང་སྦྲགས་ཏེ་ཨེ་ནས་གཅིག་གི་བརྙན་ཐུང་ཞིག་སྤྱོད་བྱ་སའི་བསམ་པས་ཡོད་པན་དེ་ནས་ནང་དེ་སྐབས་ལ་ཡང་དུས་ཚོད་པོ་ཚད་ཅིག་མ་ཁོམ་པ་སང་དེ་ནས་ང་འདུག་ས་གུ་རུ་རིན་པོ་ཆེ་དང་གུ་རུ་རིན་པོ་ཆེའི་བློ་རྒྱུན་རྣམས་ཐར་ཅིག་དང་དེ་ནས་བ་འཛག་གུ་རུས་སྐོར་ཅིག་དེ་བཞུས་མ་ཉན་དོད་ལ་དེ་ནས་ངས་ཡང་དགོངས་པ་ཅིག་ཞུས། དེ་ནས་ཏཱྃ། ཉེ་ཆར་ཏཱྃ་བྱ་བ་སྤྱོད་ཚོགས་ལ་དེ་ནས་ང་དེ་རིང་དེ་ནས་ཏཱྃ། གུ་རུ་རིན་པོ་ཆེའི་ལོ་རྒྱུས་རྣམ་ཐར་ཅིའང་ཞུ་དེ་ནས་འབངས་ཚ་གུ་རུ་གྱི་ཨེ་ནས་ཏཱ་ཅིག། ཕན་ཡོན་དང་དེ་ཅིའང་ཞུ་ན་དེ་ནས་ཉིན་ཐུང་པོ་མ་དེ་ནས་རིང་པོ་ཆ་ཆ་ཞིག་བསྡད་འདུག་དེ་ནས་ཏཱྃ། དེ་ནས་ང་ཉེ་ཆར་རེ་བ་ད་རེ་སྐུ་ལྕོག་བཙོགས་ལ་དེ་ནས་གུ་རུ་རིན་པོ་ཆེ་མཚན་སྔགས་ཁུ་རེ་ད་ཅིག་སྟོན་བདག་དང་དེ་ནས་གུ་རུ་ནས་ཅིག་གུ་རུའི་མཚན་སྔགས་ཀྱི་དེ་ནས་འབྱུང་ཚུལ་དང་གཏད་སྐོར་ལ་ཉུང་ཅིག་ཞུ་ཡིན་དེ་ནས་ཚང་མས་མཇུག་ཚུགས་པ་ལྟར་ཛཱ་ཡ་ཇུ་ལེ།

བོད་པའི་རིགས་རྒྱུན་ཧ་ལ་ཡའི་ཧི་མ་ལ་ཡའི་རིགས་རྒྱུན་དང་ང་དང་བོད་པའི་རིགས་རྒྱུན་གཙོ་ཞིག་ཡིན་པ་གསུངས་སང་དེ་ནི་ང་དང་དེ་མ་ཟད་དེ་ནི་ང་དང་ད་སྤོས་ཀྱི་རིགས་རྒྱུན་ཚང་མས་དེ་ནི་ད་ཅི་གུ་རུ་རིན་པོ་ཆེ་ཟེར་ནས་ད་ང་དང་པ་དེ་ནི་དྲག་པོ་ཞིག་རྩི་ཡ་ནོ་ཧ་ལ་ལའི་མ་དེ་ནི་དྲག་པོ་ཞིག་དང་དེ་ནི་པ་ད་རྩ་ཆེན་མོ་ཞིག་རྩ་ཆེན་མོ་རྩི་དང་མ་རྩི་དེ་ནི་ཁ་ཤི་དེ་ནི་མ་ན།

དེ་ནས་ཚིག་དག་ཐུགས་ཉེ་བའི་དེ་ནས་བླ་མ་གུ་རུ་རིན་པོ་ཆེར་བརྩིས་ན་རྒྱལ་བ་ཙོང་ཁ་པར་བརྩིས་ན་སུར་བརྩིས་ན་དེ་ནས་ད་འདི་ཚོགས་ཞིག་ཡིན་མི་ནོར་མ་ནི་དེ་ནས་ཅི་དང་འདོད་ཡང་ང་རང་ཁྱོད་ལ་དེ་ནས་ཆབ་ཆོག་ཟེར་དེ་ནང་དེ་ཚོགས་སྨད་ནས་དེ་ནས་ང་ལ་དེ་ནས་རྒྱལ་བ་རིན་པོ་ཆེས་དེ་ནས།

སངས་རྒྱས་ཐམས་ཅད་ཀྱི་དེ་ནས་ཅིག་ད་སྐུ་གསུང་ཐུགས་ཀྱི་ངོ་བོ་ཟེར་ན་ད་ཅིག་གུ་རུ་རིན་པོ་ཆེ་ཟེར་ད་པ་ཤིན་ཏུ་སློབ་དཔོན་པད་མ་འབྱུང་གནས་ཟེར་པ་ད་ངོ་ནས་ཤིན་ཏུ་སྐ་དྲག་ཆེན་མོ་ཤིན་ཏུ་དེ་ནས་ད་ཅི་ཟ་ནོ་སྤྱིན་རླབས་ཆེན་མོ་བླ་མ་ཁྱད་པར་ཅན་ཅིག་འདུག་ད་སངས་རྒྱས་ཁྱད་པར་ཅན་ཅིག་གྱུར་དེ་ནས་སོང་བ་ལས།

གསུངས་ཀྱང། ཡིན་ནའང་ད་ང་དང་དེ་ཚང་མ་དེ་ནས་ཅིག་ཕན་གནོད་མང་པོ་ཞིག་བཞུས་འདུག་དེ་ནས་བཙོག་མང་པོ་བཞུས་འདུག་ན་དེ་ནས་ཡང་ཉིན་ཐུང་པོ་རིང་པོ་དེ་ནས་ང་དང་སྒོ་མ་ཚུགས། དེ་ནས་ཅིག་ད་ང་ཟེར་ནས་ཉིན་ཐུང་བཅོལ་བའི་ཕན་ཅིག་མ་ཐོགས་མ་ཐོགས་ག་ཅིག་ཚོགས་ཤིག་བསྒྱུར་དེ་ལ་ཨ་ལ་ལས་ད་ང་ཉེ་བྱ་ཟེར་དེ་ཉེ་བྱ་ཧ་མ་གོ་ན་དེ་ནས་ད་ཅང་ཕན་མ་ཐོགས་ག་ནོག་པ་ད་བག་ཆགས་ཤིག་བཞག་ཅིག་མ་ནི་ད། རྣལ་མ་ནི་ཅང་ཏྭ་རྒྱུ་མཚན་ཅིག་མ་ཆགས་པ་ཡིན་ནོ་ཧ་ལ་ལས། དེ་ཡིན་པ་སང་ང་རང་ང་དེ་ནས་བློ་ཕབ་པ་ཅིག་ང་རང་བརྩམ་ཧ་གོ་ག་འཇིག་དེ་ནས་ང་ཉེ་ཆར་ལ་བརྩམ་རེ་ཧ་གོ་ཐུབ་ཅ་ཞིག་དེ་ནས་ང་ང་རང་འདུག་སོད་ཅིག་ཉུང་ཅིག་འདུག་ཅོ་སྟེ་ཡོད་དེ་ནས་ངས་རེ་བ་ཡོད་ད་ཉེ་ཆར་གོ་ལ་དེ་ནས་ཅིའི་ཟེར་ཀ་འགྲོ་ཉེ་ཆར་ཧ་གོ་གོ་ཧ་གོ་ཆ་ཞིག་དེ་ནས་ད་ཅི་དང་གི་ད་གུ་རུ་རིན་པོ་ཆེ་གི་ད་མཚན་སྔགས་པོ་ལ་ཅི་གསུང་བྱ་ཟེར་ན། མཚན་སྔགས་པོ་བགྲང་བྱ་ལ་ཕ་ནོན་ཤིན་ཏུ་ཁྱད་པར་ཅན་མ་ཡོད་གསུངས་ཀྱང་སོང་བ་ལས། གལ་ཏེ་དེ་ནི་ཉི་མ་རེ་རེ་ན་དེ་ནས་འཕྲང་སྐོར་གཅིག་ཟེར་ནའང་ད་འབར་འཛག་གུ་རུ་མཚར་པོ་བརྒྱ་བརྒྱ་ཉི་མ་རེ་ན་མ་ཆད་པ་དེ་ནས་སྤྲང་ང་བཛར་ན། སོང་བ་ལས། སྤྲང་ང་བཛར་ན། དབང་པོ་ནོན་པོ་ཡིན་ན། དེ་ནས་ད་དགུ་རོ་རིང་མོ་ཆེ་ཁོ་རང་དེ་ནས་སྦྱར་མཉན་བྱ་སྲིད་སྦྱར་ཐུབ་བ་ནོ་གསུངས་ཀྱང། དེ་ནས་དབང་པོ་འབྲིང་བ་ཞིག་ཡིན་ན་དེ་ནས་ད་ཅིག་དགུ་རོ་རིང་མོ་ཆེ་གི་ནང་ཉམས་ཟེར་ན་ད་དགུ་རོ་རིང་མོ་ཆེ་གི་སྐུ་གཟུགས་ཀྱི་ཉམས་དང། འདི་ཚང་མ་ང་དང་རང་རང་བླ་མ་དང་བརྒྱུད་དེ་སྡུག་སུ་སྦྱར་སྙན་ན་ཀྱང་གསུངས་འདུག་དབང་པོ་རྟུལ་ཕོ་ཅིག་ཡིན་ན་དེ་ནས་གུ་རུ་རིན་པོ་ཆེ་ད་ནད་ལམ་ཟེར་ན་ད་གཉིད་ལམ་ནང་ཁུལ་ལ་ང་དང་མཇལ་ཐུབ་པ་ནོ་གསང་བ་མང་འདི་ཙོག་སིའི་ཕ་ནོན་ཆེན་མོ་ཡོད་ཀྱང་གསུངས་འདུག་གསང་བ་ལས་ད་འདི་དབང་པོ་ནོན་པོ་རྟུལ་ཕོ་ཟེར་མཁན་པོ་ཅི་ཡིན་ནོ་ཟེར་ན་ཧ་ལ་ལས་ད་ཕྱིས་ད་དབང་པོ་ནོན་པོ་ཟེར་ན་ག་ཟུག་ཞིག་ཡང་ནོ། ད་བདེ་དམག་ལྟས་པོ་དབང་པོ་ནོམ་པོ་སོང་ཟེར་ན་ཅི་ཡིན་ནོ་ཟེར་ན་ད་དེའོ་ཡང། ད་ཅིག། བཞུད་ན་ཅི་དང་ང་རང་བསམ་པ་ན་ཅི་བསམ་ན་ཟེར་ན། ཁྱི་དང་དབང་པོ་ནོམ་པོ་ཟེར་མཁན་པོ་དེ་ནི། ད་ཚེ་སྔོན་མ་ནས་དེ་ནི་ཅིག་ཆོས་དང་དམིགས་བསལ་གུ་རུ་རིན་པོ་ཆེ་དག་ས་ང་དང་གུ་རུ་རིན་པོ་ཆེ། ཡིན་ན་གུ་རུ་རིན་པོ་ཆེ་དང་འབྲེལ་བ་དེ་ནི། སྐྱེ་བ་ནས་སྐྱེ་བ་གུ་རུ་རིན་པོ་ཆེ་དང་འདི་ཡོད་པས་དེ་ནི་གང་ཟག་བྱིན་རླབས་ཁྱད་པར་ཅན་ཡོད་བག་ཆགས་ཁྱད་པར་ཅན་ཡོད་རྐྱེན་གྱི་གང་ཟག་ཅིག་ཡོད་དེ་ནོག་པ་དང་ཁྱད་པར་ཅན་ན་ཧྲན་བཀྲེས་ཤུགས་ཆེན་མོ་ཞིག་ཡོད་པ་ཡོད་ག་ནི་གང་ཟག་པོ་དབང་པོ་རྣོན་པོ་ཞིག་ཡིད་གྱུར་ཅན་ནོ་ཁོ་ལ་དེ་ནས་ཅིག་གུ་རུ་རིན་པོ་ཆེའི་མཚན་སྔགས་བཀྲ་སྔགས་ཅིག་ན་རྒྱོབ་ས་རིག་ཁོང་དེ་ནི་བ་འཛག་གུ་རུ་གིས་དེ་ནི།

གསང་བ་ལས་དང་སྟོད་ན་བརྫར་ན། དེ་ནས་གུ་རུ་ཁམས་གསུམ་གྱི་དབང་དུ་ཉམས་ནས་ནོ་ཟེར་རོ། ད་ཁམས་གསུམ་ཟེར་ན། འདོད་ཁམས་གཟུགས་ཁམས་གཟུགས་མེད་ཁམས་ཟེར་རེ་ད་ཅིག། ཁམས་གསུམ་ཟེར་རེ་ད་ཟེར་བཟོ་བྱེད་ཡོད་ནོ། ད་ཁམས་གསུམ་ད་ཐག་རིང་མོ་བོར་ཧ་ལ་ལས་ཁམས་གསུམ་པོ་བོར། ང་དང་ངེད་ཆོས་ལུགས་ནང་པ་སངས་རྒྱས་གཅིག་པོ་མིན་པ་རང་གི་ཡུལ་མིན་པ་རང་གི་འཁོར་གཅིག་པོ་མིན་པ་འཛམ་བུ་གླིང་མིའི་དབང་དུ་ཉན་བྱ་ཞིག་ཆ་ནང་མ་གཏང་དེ་ཙམ་ཞིང་ཆགས་ཉན་བྱ་ཟིན་འདོད་ཀྱང་རྡ་སར་སྤེལ་ན་དེ་ནི་རྒྱལ་བ་རིན་པོ་ཆེ་གཙོ་ཞིང་བཞུད་ན་དེ་ནི་རྡ་སར་རྒྱལ་བ་རིན་པོ་ཆེ་གཙོ་ཞིང་ན་ང་དང། ད་ཅིག་ང་དང་ནང་པ་སངས་རྒྱས་པའི་མི་ཙམ་མེད་མ་དེ་ནས་ཅིག། ཆོས་ལུགས་གཞན་དག་གཞན་དག་གིས་ཕྱི་རྒྱལ་མི་གཞན་མ་གཞན་མ་མང་པོ་ཞིག་རྒྱལ་བ་རིན་པོ་ཆེ་ཙམ་ཞིག་དེ་ནས་ཐར་པོ་མཛད་དོ་ག་ལ་ལས། ཙམ་ཞིག་ཐར་པོ་མཛད་དོ་མི་ཙམ་ཞིག་མང་པོ་རྒྱལ་བ་རིན་པོ་ཆེའི་རྗེས་ལ་རྡ་རམ་ས་ལ་སུ་བསྐྱོད་དོ་ག་ལ་ལས། ད་ད་དེའོ་ད་ཨེ་ནོག་པ་དའོ་དེའང་ཅིག་གུ་རུ་རིན་པོ་ཆེའི་བྱིན་རླབས་དང་མཐུན་པ་ཡོད་པ་ཞིག་སྟེ་ཙོག་ཞིག་ང་དང་ལྟས་ཙམ་སྐྲག་ཞིག།

དགེ་སྦྱོར་མང་པོ་ཞིག་ས་ག་ན་དུ་དེའོ་ཡིན་ནོ་དང་དེའོ་ཐག་ཆ་དེ་ཡིན་ནོ་དོར་ན་ཙམ་གྱིས་ཁོ་རང་ཧ་ལ་ནི། ད་བསམ་པ་དང་བཟོ་དང་ལྟ་ཅིག་མང་པོ་ཞིག་མཐུན་པའི་ཐོག་ནས་དེ་ནི་ལྟ་ཅིག་བསགས་ན་དེ་ནི་དུས་ཕན་ཐོགས་ཆེན་པོ་འདི་ཚོ་ཡོད་ནོ་གསུངས་ཀྱང་སོང་བ་ནི། ད་འོ་ན་བ་ཛཱ་གུ་རུ་ཁོ་རང་གིས་ཚིག་གི་དོན་དག་པོ་ཅི་ཡིན་ནོ་ཟེར་ན། ཨོམ་ཨ་ཧུང་བ་ཛཱ་གུ་རུ་པདྨ་སི་ཏི་ཧཱུྃ་ཟེར་རེ་ཨོམ་ཨ་ཧུང་ཟེར་མཁན་པོ་ཅི་ཚོར་ནོ་ཟེར་ན།

ལོངས་སྐུ་ཚང་མ་ཅིའི་ནོག་ཧ་ལ་ལས་ད་ཅིའི་ནོག་བསམ་རང་ཟན་ད་ངེད་ཅག་ཡང་ཅིའི་ནོག་བསམ་ལ་ད་ཕར་ཆེར་ངེད་ཅག་མང་པོ་ཞིག་ཡང་ཁྱེད་ནས་འགྲོ་མང་པོ་ཞིག་ཡང་ཁྱེད་ནང་མེད་འགྲོ་ཁ་མང་ཁ་ཤས་ཡང་ཚོར་དེ་ཡོད་འགྲོ་ཡང་ཁ་ཤས་ད་མ་མ་ཚོར་ར་ཡོད་འགྲོ་མགོ་མ་ཚོར་དེ་ཡོད་འགྲོ་ཡང་ན་ཅིག་ཡོད་འགྲོ་ད་ཅིའི་ནང་མེད་ནང་ད་ངེད་ཅག་མཁྱེན་གང་ཀུན་མཁྱེན་དེ་ཡོད་འགྲོ་ཧ་ལ་ལས་ད་མ་མཁྱེན་གང་ཀུན་ལ་ངའི་གཞུད་ན་གཏོར་རྡོ་ཅིག་གིན་ད་དེ་ནས་ཡང་ང།

གུ་རུ་རིན་པོ་ཆེའི་རྒྱུད་ཀྱི་སྟོང་པ་ཉིད་དུ་དེ་ནི་ཅི་ཡིན་ནོ་ཟེར་ན་ཆོས་སྐུ་ཚོར་སྣང་ངོ་སོང་ནས། ད་གུ་རུ་གཟེར་དཀར་པོའི་ལོངས་སྐུ་ཚོར་སྣང་ངོ་སོང་ནོ། ལོངས་སྐུ་གཟེར་དཀར་པོ་ཅི་ཡིན་ནོ་ཟེར་ན་ད་ང་ད་ང་ད་སངས་རྒྱས་ཀྱི་གོ་འཕང་ཐོབ་ཟེར་བྱ་ཞེ་མིན་ན་ང་ད་སངས་རྒྱས་གོ་འཕང་ཐོབ་པ་ཅིག་ན་ཁོ་རང་སོང་ནས་ཐོབ་པ་ཅིག་ན་ང་ད་ལོངས་སྐུ་ངོར་སངས་རྒྱས་སམ་ནོ་ཟེར་ན་ཀྱང།

རྟ་གཅིག་གིས་སྟོང་པ་ཤཱཀྱ་ཐུབ་པའི་གསུང་བཤགས་པས། དེ་ནས་བུམ་བུ་སྟེ་བཅུ་གཉིས་དེ་སང་བསྡུ་ན་དེ་ནས་གཅིག། ངོམས་པ་སྟོགས་པ་རྒྱལ་དབུ་མ་གཟིར་ཀ་ན་དེ་ཚང་མ་ལ་ཉམས་ལེན་བཅུ་བྱ་གསུང་ངམ། ཉམས་ལེན་བཅུ། དེ་ཚང་མ་ནི་གསུང་ཡོད་པའི་ཆོས་ལ་ཉམས་ལེན་བཅུ། དེ་ཚང་མ་ཉམས་ལེན་བཅོ་བཅོ་ཟེར་བཅོ་ཟེར་དེ་ནས་ང་ཐང། ཐ་མ་དེ་ནས་ང་ཐང་ལ་ཅི་ཐོབ་པ་ནོ་ཟེར་ན། སངས་རྒྱས་ཀྱི་གོ་འཕང། ཐོབ་སྙམ་ན་ནོ། ལྟེ་བ་ཅི་ཡིན་ནོ་ཟེར་ན་མཆོག་གི་དངོས་གྲུབ་པོ་ཡིན་ནོ་གསུང་ངོ། ཐུན་མོང་གི་དངོས་གྲུབ་པོ་ཅི་ཡིན་ནོ་ཟེར་ན་ད་ང་དང་ནི་སྐབས་དག་བ་འཛག་གུ་རུ་སྤྲང་སེསྤྲང་སེ་དེ་ནི་ང་དང་ཚེ་འདི་ལ་ཅིག། ལམ་འགྲོ་བཟང་པོ་འཁྱུག་ཆ་དང་རྒྱུ་ནོར་བཟང་པོ། ད་རྒྱུ་ནོར་ལོངས་སྤྱོད་ལ། ད་ཅིག་རྒྱུ་ནོར་ལོངས་སྤྱོད་བཟང་པོ་ཐུབ་ཆ་དང་རང་རང་མི་ཚེ་ཅིག་བཟང་པོ་དང་སྐྱིད་པོ་འབྱུང་ཆ་སྲིད། ད་དེ་ཅིག་ཡོང་རོགས་པ་ད་བྱིན་རླབས་ཅིག་སྟེར་ལ་དངོས་གྲུབ་ཐུན་མོང་གི་དངོས་གྲུབ་ཟེར་ལ་མ་གསུང་ངོ།

སྐུ་གསུང་ཐུགས་ཀྱི་བྱིན་རླབས་རང་ལ་འཇུག་ཚེ་རང་ཉིད་རླུང་ངག་ཡིད་གསུམ་གྱི་སྒྲིབ་པ་ཚང་མ་དག་སོང་བསམ། དེ་ནས་དེ་དང་མཐུན་ཏེ་དེ་ནས་རང་རང་ལྟ་ཅིག། མགྱོགས་པ་དེ་ནས་ཆོས་སྐུ་ལོངས་སྐུ་སྤྲུལ་སྐུ་གྱིས་དེ་ནས་གོ་འཕང་ཐོབ། ཐོབ་བྱ་ཀྱི་དེ་དངོས་གྲུབ་བོ་དེ་ནས་ང་དང་ལ་ལྟ་ཅིག། མགྱོགས་པ་དངོས་གྲུབ་ཐོབ་པར་ཤོག་ཟེར་རེད་ད།

འབར་འཛག་གུ་རུ་སྟོན་ཙ་ན་དེ་ན་ང་དང་ད་ཅིག་ཨི་ཙོག་ཤིག་ད་སྡིག་པ་ཞིག་བདག་སོང་བདག་གི་མྱུར་བདག་བདག་གི་མཆན་འདྲ་བསམ་གང་ཅིག་རང་རང་སེམས་ནང་ཁུ་ལ་ཅིག་མ་རིག་ཉོན་མོངས་པའི་སྒྲིབ་པ་རྡོག་རྡོག་ཅིག་ནག་པོར་རྡོག་རྡོག་ཅིག་བརྡོལ་ཙོག་ཤིག་སྙིང་གང་ལ་བོར་རེ་ལུས་ཅི་འདྲེན་ཡོད་གང་ཅིག་དུས་ཀུ་ལ་ཆགས་སེ་ཆགས་སེ་ཆགས་ནས་རང་རང་པ་དེ་ནས་གཡང་མོ་ནང་ཁུ་ལ

འབར་འབར་ལའང་ང་དང་ཁམ་སྟོན་ཏེ་ཚོགས་གཙོས་ཙར་ནའི་ང་དང་བསམ་པ་རིག་ད་ཅིག་ཡོའང་མི་འདང་དེ་ཡང་ཁོ་རང་ཅིག་བྱིན་རླབས་རིག་འཇུག་ཟེར་དེ་ཙར་ན་ནི་ད་ཅིག་ཉུང་རེ་ཉུང་རེ་བསམ་པ་དང་བཅར་མ་ནི་དེ་ནི་ཙར་ནམ་རྒྱུན་ན་ད་ང་དང་ང་རང་ཚོགས་ཤིག་ཟེར་ན་ནི་སྤྲང་པོ་ད་ཡི་ཚོགས་བཞག་ག་དེ་ནི་ཚོགས་བསམ་པ་ད་ཡང་དེ་ཚོགས་གཏོར་མཉན་བྱ་ཟེར་གམ་པོ་ད་འགྲོགས་བྱེད་ཁག་པོ།

ཐུབ་པས་དེ་ནི་ཚད་སྔགས་དང་སྤྱི་ཡི་ནང་དང་གཅིག་སྔགས་སྤྱི་ཡི་དོན་ཡོད་ནའང་དེ་ནི་ང་དང་སྔགས་སུ་བགྲངས་ཡོད་དེ་ནི་ཁོང་རང་གི་ཨི་ལ་བསྒོམ། དེ་ནི་དེ་སྔགས་ཀྱི་དོན་བོ། སྤྱི་དང་ཨི་ལ་བསྒོམ་ཟེར་ན་དངོས་གནས་སྤྱི་དང་བཞུགས་ན་དེ་ནི་ང་དང་ཁོང་རང་ངོར་དེ་ནི་འདུག་བསམ་དགོས་སོ། མི་དང་གུ་རུ་རིན་པོ་ཆེ་གཙོར་བྱས་ན་རང་གུ་རུ་རིན་པོ་ཆེ་ངོར་འགྱུར། སང་ཉིན་ད་ཅིག་གུ་རུ་རིན་པོ་ཆེ་ངོར་ཅིག་བསྒྱུར་ཏེ་ཡོད། དེ་ནས་ད་ཅིག་བ་འཛག་གུ་རུ། དེ་ནས་ཅིག་ད་ཅིག་དོན་དག་ཚིག་ད་མང་པོ་མ་ཉན་ན་ཧ་ལ་ལས་དགོས་མ་ཚིག་ཅི་ཉིན་ཞིག་ད་གུ་རུ་རིན་པོ་ཆེའི་ད་ཚེ་ང་པོ་ཨི་ལ་བཀྲ་ནས་ཚིག་དོན་དེ་ག་ནས་ད་འཇུག་ཚུགས་པ་བ་བ་འཛག་གུ་རུ་རང་རང་སེམས་པོ་ཅིག་གཙང་མ་ཅིག་ག་བོ་རེད་དེ་ནས་བ་འཛག་གུ་རུ་དྲངས་ཏེ། དེ་ནས་ད་འཇུག་པའི་ག་ཡང་བསམ་པ་བཟང་པོའི་དང་མོ་ལམ་ཅིག་བཏབ་ཟེར་དེ་ནས་མཚམས་ཅིག་བཞག་ན།

ད་བླ་མ་དག་སང་བཀའ་བརྒྱུད་དེ་དེ་ནས་བླ་མ་ཁྱད་པར་ཅན་གཅིག་གྱུར་ཀྱང་སངས་རྒྱས་མཉམ་པ་རིན་པོ་ཆེ་ཟེར་ག་འགྲིག། ཁོང་གིས་ད་བཞུད་འདུག་ང་དང་དག་སང་ང་དང་གཅིག་གམ་མདུན་དགེ་སྦྱོར་བརྗོད་བྱ་དང་དེ་ཚང་མ་ང་དང་དེ་ནས་ད་གཅིག་ཆོས་སྤེལ་གྱི་བཅའ་བ་ཞིག་ལ་འཇུག་ཟེར་ཨི་ནོ་མ་ནི་ང་དང་ཆོས་སྤར་གྱུར་ཚེ་མ་ནོ་གསུངས་འདུག།

འདི་ཡིན་ནོ། དེ་ན་ཡིན་དེ་ནས། ད་ཡང་ངས་རྟིང་མ་ནས་དེ་ནས་གུ་རུ་རིན་པོ་ཆེའི་བློ་རྒྱུད་རྣམ་ཐར་དག་ས་བློ་རྒྱུད་རྣམ་ཐར་མང་པོ་ཞུ་རྩིས་ཡོད་ཀྱང། མདོར་བསྡུས་མདོར་བསྡུས་ཅིག་བརྗོད་ཚེ་ངས་གུ་རུ་རིན་པོ་ཆེའི་བློ་རྒྱུད་རྣམ་ཐར། ཅིག་དེ་ནས་ངས་རྟིང་ན་ཞུས་ཡིན། དེ་ནས་དག་ས་འབའ་འཛག་གུ་རུ་གིས་དེ་ནས་ཕན་ཡོན་དང། དོན་དག་པོ་ཞུས་ན་དེ་ན་ཡིན། དེ་ཇི་ལྟར་ངའི་མང་པོ་ཡོད་ཀྱང་ཡིན་ན་ངས་མང་པོ་ད་ཅིག་གི་བཞུད་ཆ་སྤོ་ང་ཙང་ཁ་ཚང་ཅིག་མ་ཚོར་ཧ་ལ་ལས་མང་པོ་ཅིག་བཞུད་ནའང་ང་རང་ང་རང་ཕད་པོ་ང་རང་ཧ་གོ་མི་རག་དེ་ནས་ང་ཧ་གོ་ཧ་གོ་ལ་མ་གོ་ལ་ཉེ་བཞག་ཅིག་བཤད་ན་ཉེ་བཞག་གསར་པོ་མ་ཆག་དེ་ནས་ཅང་འདི་ཅིག་འདི་བྱས་འདུག་པ་ཧ་ལ་ལས། ད་འདི་ན་ཡིན་དེ་ནས་ཡང་དེ་ནས་ཚང་མ་དེ་ནས་ད་ཅིག་ཐུགས་སྨོན་གསོལ་བའི་དེ་ནས་རེ་བ་ཡོད་ད་ཐུགས་སྨོན་གསོལ་བའི་དེ་ནས་ད་ངེད་ཅག་སེམས་ནང་སྐུ་ལ་ཡོད་པའི་ད་ཅིག་ཐེ་ཚོམ་དང་དེ་ཚང་མ་སེལ་བའི་དེ་ནས་སྨོན་ལམ་ཡོད་དེ་ནས་ཡང་རྟིང་མ་བརྙན་ཐུང་དང་མཉམ་པོ་འཇའ་ལིན་ཡལ་རྒྱུ་ལས།